ལི་ཤི་ཙི་ལགས་ཡོང་དང་མ་ཡོང་ཁོ་ན་གི་རྒྱལ་ཕམ་གི་ཐག་བཅད་རྒྱུ་ཟ་ཚུལ་ནི་དངོས་གནས་དྲང་ནས་ནོར་འདུག་ཨ་ན་ར་དེའི་དོ་ན་སྤྱི་རྣམ་པ་ཅིག་ཡང་དང་མང་དང་ཧ་མ་གི་འདང་ཆགས་པོ་ནི། གཞའ་ཡིས་སློབ་གྲྭ་ཟིག་མངགས་རྒྱུ་གཞའ་ཡིས་དུ་རྒྱུས་མ་ཁུར་གི་ཁུར་གི་མགོ་ཐོན་ནས་རང་ཚུགས་ཆགས་ནས། དོན་དག་ཆི་ཟིག་ཡིན་ན་ཁོ་རང་གི་འདང་རྒྱག་བྱས་ནས་ཁོ་རང་གི་བཤད་པ་གཏོང་བྱས་ནས་འདི་འདྲའི་ཡུམ་ཉིམ་ཚ་ཉི་ཚང་བ་ཟིག་ལོག་ཅིག་རེ་བ་ཡིན། དུ་ལོག་ཚར་ཕྱིན་ནས་རྒྱུས་མ་ཁོ་རང་གི་བཤད་པ་ཆི་ཟིག་ལས་ན་དུ་ཧ་མའི། ཐག་གཅོད་ཐུབ་པ་ཟིག་མ་རེད་ཁོ་རང་གི་འཇོན་ཐང་དང་ཁོ་རང་གི་ནུས་བ་རག་ལས་དེ་ཡོད་ཅི་ཟེར། དང་བོ་འཇིག་རྟེན་འདི་ནི་གཞལ་ཡས་འདྲ་ཟིན་ཡིན་ན་ཡི་གེ་བཞི་ག་འཇིག་བརྒྱད་འཇིག་རྟེན་གྱི་ཤེས་བྱའི་རྩ་བའི་རྨང་གཞི་ཤེས་བྱ་འདི་སོགས་གཞལ་ཡས་ངེས་པར་དུ་བཞི་ག་འཇིག་བརྒྱད་དང་ཧ་མའི་འགན་འཁྲི་ཡིན་ནི་རེད་དེ་མ་བྱས་དུས་ད་ལྟའི་དུས་རབས་འདི་ནི་མཚན་ཉིད་ཚང་བ་ཟིག་ཆགས་ཐུབ་ཀྱི་ཡོད་ནི་མ་རེད་ངི་ཅག་གི་དུས་ཚོད་འགྱུར་སོང་ནི་རེད་ར་དུས་ཚོད་འགྱུར་སོང་དུས་ན་དེ་ཡིན་ད་མི་འགའ་ཧ་གོ་དགོས་ནི་རེད་ངི་ཅིག་འཇིག་རྟེན་གྱི་ཧ་མ་ཟིག་ག་སོ་སོའི་གཞལ་ཡས་མི་གཅིག་ནི་ཟིག་ད་སོ་སོའི་གཞལ་ཡས་ཤ་མི་ཚ་ནི་ཟིག་ཡོད་ནི་མ་རེད་ར་ཡོད་ནི་མ་རེད་ད། ཆུ་ཤ་ཚ་ཤི་མི་ཤི་དང་སྐྱིད་ཤི་མི་ཤི་ཟིག་ནི་ནི་སྟངས་གཞན་པ་ཟིག་རེད། ང་ལྕགས་གཏམ་སྤེལ་ཟིག་སྐྱིད་མི་ཤི་ཡ་སྐྱིད་ཕྲུག་སྐྱིད་རུང་བ་ཧ་ཟིག་ཅི་ཟིག་ཡོད་ནི་རེད་ར། ཡིན་དང་མིན་གི་བཞའ་ཡིས་སྐྱིད་ཤི་དགོས་མེད། སྐྱིད་ཆི་ཟིག་ཤི་དགོས་མེད་ཟིག་ན། བཞའ་ཡིས་འདི་མ་འོངས་པ་ཕན་ཐོགས་ཅིག་གི་ལམ་ཁ་ཟིག་ལ་བཞའ་ཡིས་འདི་འཇོག་ཤི་དུས་བཞའ་ཡིས་སྐྱིད་ཤི་བཞག་ནི་རེད། བཞའ་ཡིས་འདི་ཁུར་གི་མི་ཚེ་འདི་མ་འོངས་པ་ན་ཐོག་ཕན་ཐོགས་ཐོགས་ཅིག་གི་བྱ་བ་ཟིག་དང། ཁུར་གི་མི་ཚེ་འདི་དོན་དང་ལྡན་པ་ཟིག་ཡོང་ཅིག་གི་བྱ་བ་ཟིག་བསྒྲུབ་པའི་ཐབས་ཨ་ཧ་མ་གི་ནུས་བ་གང་ཡོད་བཏོན་ཚིག་གི་དི་བཞའ་ཡིས་སྐྱིད་ཤི་བཞག་ནི་རེད་ཟིག་རེད།

ད་ནི་ད་གེར་གྱི་འདའ་སློབ་མ་གཉིས་ཀྱི་བར་ནས་བཤད་ཁ་ཡིན་ན་སློབ་གྲྭ་གི་ནང་གི་ཞབས་ཞག་ཡོངས་སུ་རྫོགས་པ་གི་སྙིང་བོ་གང་ཡིན་རེད་སློབ་མ་ཡིན་རེད། སློབ་མ་འདི་མ་འོངས་པ་ན་ཡག་པ་ཞིག་འོང་ཆོག་སློབ་སློབ་གླིང་གི་ནང་གི་ལས་ཀ་ཨང་དང་བོ་བརྩི་དགོས་མ་རེད་དོ་རྩོད་པ་ཡོང་ནི་མ་རེད་ར་ལྷག་ཏུ་སློབ་ཆུང་སློབ་འབྲིང་དེ་མིན་ན་ད་སློབ་ཆེན་འདྲ་ཟིན་ན་ནང་ན་སློབ་ཕྲུག་གི་བྱ་བ་འདིའི་ནང་གཞུག་ནི་ཟི་ད་གཞི་འཇུག་གི་བྱ་བ་གཞུག་ནུས་ཀྱི་ཚན་པ་མི་འདྲ་བ་གཉིས་ཡོང་ནི་རེད་དོ་གཞི་འཇིག་གི་སྡེ་ཁག་བཟོ་ནི་རེད་དེ་སློབ་ཕྲུག་གི་བྱ་ཡི་ནང་མང་བོ་གཞི་དགོས་ནི་མ་རེད་ར་དེ་དེའི་ཐད་ནས་རིན་ཐང་རྩོད་སྟངས་བཟོ་ནི་རེད། དེ་བས་སོང་ན་སློབ་གྲྭའི་བྱ་བ་གི་ནང་ནས་ཨང་དང་བོ་ལས་ཀ་ཐམས་ཅད་ཀྱི་ནང་གི་གཙོ་བོ་གང་རེད་ཟེར་ན། སློབ་མ་ཕྱོགས་སོ་སོ་ནས་བདེ་ཐང་གི་ངང་ནས་ལུས་སེམས་ཐམས་ཅད་པོ་བདེ་ཐང་གི་ངང་ནས་འཚར་ལོངས་བྱུང་རྒྱུ། ཁོ་སློབ་སྦྱོང་གི་ཐོག་ལ་སྤྲོ་སེམས་ཡོད་རྒྱུ། དེ་འཕྲོར་སློབ་མ་མི་འདྲ་བ་རང་རང་གི་ཆོས་ཉིད་དང་གཤིས་ཀ་ཁྱད་ཆོས་མི་འདྲ་གི་ར། དེ་ཡིས་སོང་ན་བཞག་ཡིག་ལ་ལ་ཟི་ག་ཚིག་གཡས་སུ་འཛངས་ནའང་འཚམ་ནི་ནི་འདྲ་ལ་ལ་ཟི་ག་ཡང་ཅིག་སྟོད་པ་ཡིན་ན་དག་གི་ཕན་ཐོགས་ནི་ནི་འདྲ། ཉིན་རེ་རེ་གི་ཆོས་ཉིད་འདྲ་འདྲ་བོ་མ་འདྲ་དུ་བཞག་ཡིག་རེ་རེ་གི་གཤིས་ཀ་དང་ཆོས་ཉིད་ཀི་ཐོག་ག་གང་ན་གང་འཚམ་གི་ཚིག་གཡས་སུ་རྒྱུས་ལོན་ཡིན་ནི། གཙོ་བོ་སློབ་མ་འདི་ཕྱུགས་ཀི་འདིའི་མཚར་ལོངས་ཨེ་ཡོང་བ་ལྟ་ཅི་འོ་དི་སློབ་ཁྲིད་ནང་གི་ལས་ཀ་ཨང་དང་བོ་རེད། དགེ་རྒན་དང་དག་གི་སློབ་ཁྲིད་ལམ་ལུགས་དང་སློབ་ཁྲིད་འགྲིག་སྟངས་དང་འཇོར་སྟངས་ཡོངས་སུ་རྫོགས་པ་དུ་རྩ་བའི་ལས་ཀ་དུ་ཏུ་བླ་མ་ཨ་འཇོ་ལྟར་གཅིག་གི་མཐུན་རྐྱེན་རེད། དགེ་རྒན་གྱི་བྱ་བ་ཡང་སློབ་མའི་ཤུགས་ཀྱི་ནས་འཚར་ལོངས་ཨུ་ཤོང་བ་ལྟར་གཅིག་གི་བྱ་བའི་མཐུན་རྐྱེན་ཞིག་རེད་གདའ། སློབ་གྲྭའི་འགྲིག་ལམ་བཟོ་ལུས་ན་སློབ་གྲྭའི་བྱ་བའི་གང་དང་གང་བསྒྲུབ་ན་ཐང་དང་པོ་འདང་རྒྱག་ས་བོ། གང་འདྲ་བ་ཟིག་བྱས་ན་སློབ་མ་ཡག་པ་ཟིག་ཡོང་གི་གང་འདྲ་བ་ཟིག་བྱས་ན་སློབ་མའི་ཤུགས་གང་ནས་འཚར་ལོངས་ཟིག་བྱུང་གི་དུ་གླིས་ཀ་གི་རྣམ་སྨིན་ན་བསམ་བློའི་ནང་ནས་འདང་རྒྱག་དགོས་ས་གཙོ་བོ་ཟིག་རེད་ལ། ང་ཚོ་འགྲོ་བ་མི་གཉིས་ཀྱི་བྱ་བ་མང་ཆེ་བ་ཟིག་སེམས་པའི་ནང་ངོས་འཛིན་ཆེན་པོས་བཟོ་ན་དེ་རག་ལས་བསྡད་པ་ཇི་ཟིག་རེད། བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱིས་ཆོས་རྣམས་ཡིད་ཀྱི་རང་བཞིན་ཏེ་ཡིད་ལ་སོགས་ཀྱང་སྔོན་ལ་འགྲོའོ་གསུངས་པ་རེད། འཇིག་རྟེན་གྱི་བྱ་བ་མང་ཆེ་བ་བཟོད་དོ། ཡག་པ་བཟོས་འོང་ན་བཙོག་པ་བཟོས་འོང་ན་དེའི་རྩ་བ་བཀང་བ་ཐུགས་དོགས་འདིར་བྱས་ན་དུ་ལུས་མཁན་གྱི་མྱི་དེའི་བསམ་བློའི་ནང་འདང་རྒྱག་ཤོག་ཕྱི་མི་བཟོ་གི་དེ་རག་ལས་དོ་འདི་རེད་ཟེར། དེ་བས་སོང་ན་སློབ་གྲྭའི་ནང་ནས་ཞབས་ཞུ་ཀུན་གྱི་ནང་གི་གཙོ་བོ་ནི་སློབ་མ་ཕྱོགས་ཀུན་ནས་འཚར་ལོངས་ཡོང་བ་ཡོང་བལྟ་རྒྱུ་དེ་རེད་ར། དེ་བས་སོང་ན་དགེ་རྒན་དུ་འཚར་ལོངས་བྱུང་མཁན་ན་རམ་འདེགས་བྱེད་མཁན་དེ་སློབ་མ་ཆེ་ཟིག་གིས་འཚར་ལོངས་བྱུང་གི་དེ་རམ་འདེགས་བྱེད་མཁན་དེ་སློབ་མ་ཐམས་ཅད་པོ་མེ་ཏོག་གི་ལྡུམ་ར་འདྲ་འདྲ་ཟིན་ན་མེ་ཏོག་དེ་ཡར་ཡག་པ་ཟིག་འཚར་ལོངས་བྱུང་དགོས་ན་སྐབས་རེ་དེའི་ཐོག་ལ་རླུང་རྒྱག་དགོས་གི་སྐབས་རེ་དེའི་ཐོག་ཉི་མ་ཤར་དགོས་གི་སྐབས་རེ་དེའི་ཐོག་ལ་ཆུ་བླུགས་དགོས་གི་ར་ཆུ་བླུགས་ཡ་མང་དྲགས་ན་ནི་རུལ་འགྱོ་གི་ཆུ་མ་བླུགས་ཡ་ཉི་མ་ཤར་རྒྱུ་མང་དྲགས་སོང་ན་སྐམ་འགྱོ་གི་ར་དེའི་གི་གནས་ལུགས་དང་ཕྱི་རོལ་ཡུལ་གི་སྐྱེ་དངོས་རྐྱང་བའི་གནས་ལུགས་དང་མི་གཅིག་གི་གཞའ་ཡི་ཆ་གི་རྐྱང་འགོ་ནས་གནས་ལུགས་གཉིས་ཀ་གཅིག་པ་གཅིག་རྐྱང་ཡིན་པ་རེད་ར།

མཉམ་བཞག་འདི་ནི་སློབ་མ་རྣམས་ལ་སྐད་ཆ་སྒྲ་གཙང་བ་སྒྲོས་བཏགས་པ་གསར་བ་དུ་བྱེད་རྒྱུ་དེ་ཤིན་ཏུ་གལ་ཆེན་པོ་ཟིན་ཡིན་ཟེར་བ་དང། བྱིས་པ་ག་ལེ་ཡིན་ནམ་འཚར་ལོངས་བྱུང་བ་ནི་སྐལ་བ་ཁུར་གི་སེམས་དང་མེ་ལོང་སྟག་མོ་ཟེར་འདྲ་ཟེར་རེད་ད། ཐར་ཉེས་སྟག་མོ་ཟེར་ཁ་ནང་བླངས་ན་དུ་སེ་ར་ཁུར་གི་མེ་ལོང་གི་ནང་ནས་ཧ་ར་དཔར་འཇོག་ནས་ཤར་འཇོག་ནས། དེ་མིན་ཟིན་ཐོའི་སློབ་ཕྲུག་གི་སྐབས་སུ། སྒྲ་དག་སྒྲོས་གཙང་བཟོ་བྱེད་རྒྱུ་དེ་ནག་པང་གི་ཐོག་ཡི་གེ་སུ་བྲིས་ན་ཡང་ཡི་གེ་དག་གསལ་བོ་སྐྱོན་མེད་སྤྲང་མོ་དེ་འདྲའི་གཟུགས་བྲིས་ན་ནག་པང་གཟེགས་འདུག་ཀྱི་འོག་ཏུ་ད་ད་ལྟ་ང་ཚོ་འདིའི་མིའི་ལུང་བ་འདྲི་ཟེར་ཡིན་ན་ང་ཚོ་ཕྱོགས་གཅིག་ནས་ད་ལུང་བ་ཁུག་ཀྱོག་འདྲ་ཟེར་རེད་ར་དེ་ཡིན་སོང་ད་སློབ་གྲྭ་ཟིག་གི་ནང་ནས་ནག་པང་གི་ཐོག་ནས་ཡི་གེ་བྲིས་ན་ནག་པང་ཟེར་གྱི་འོག་ཏུ་སློབ་མ་རྣམས་ལ་མཚོན་ན་ཞིབ་བཤེར་གནས་ལུགས་ཐམས་ཅད་ད་རྒྱུད་ལུང་བཤད་ས་གི་གདངས་ཆ་དེ་རེད།

རྣམ་འགྱུར་རྟོག་ག་མཐོན་པོ་དེ་མིན་ན་མཐར་ཉིད་ལས་འདས་པའི་བསམ་པ་སླེབས་ཀྱི་ཡོད་ནི་རེད་མ་གཏོགས་ང་ཚོའི་བསམ་བློ་དང་མང་ཆེ་བ་ཟིག་སྐད་ཆ་དང་མཐར་ཉིད་ཀྱི་ནམ་ཡང་བསམ་བློ་གཏང་གི་ཡོད་དུས་སྐད་ཆའི་ལམ་ནས་གསར་བ་ཟིག་ཡོང་གི་མེད་དུས་ནི་ཁིར་ཀྱི་བསམ་བློ་ཡང་གསར་བ་ཟིག་ཡོང་གི་ཡོད་མ་རེད་དེ་གཉིས་ཀ་སྒྲ་རྟོག་ཡིད་ལ་འཇུག་ཙམ་མཚུངས་ཀྱི་ཡོད་དུས་བྱིས་པ་རྣམས་ལ་སྐད་ཆའི་ནུས་བ་གསོ་སྐྱོང་རྒྱག་རྒྱུ་ཧ་ར་སྐད་ཆ་དག་མོ་བཤད་རྒྱུ་དག་གཅིག་རེད་ཉེ་གནས་ནམ་རྒྱུན་བྱིས་པ་རྣམས་ལ་ཕན་ཚུན་གཅིག་གིས་གཅིག་ཁ་བརྡ་ཡིན་ནི་སྐད་སྒྲ་དག་མོ་བཤད་རྒྱུ་དགེ་རྒན་གྱི་ཡང་དང་ཡང་དུ་རམ་འདེགས་དགོས་གི་ཨོ་སི

དུ་མ་འོངས་པ་ན་ཚད་ལྡན་ཤི་ནས་ཡང་ཡོང་ནི་རེད་ད་མི་ཤི་ནས་ཡང་ཡོང་ནི་རེད་ད་ཚད་ལྡན་ཚུ་ཤི་བཞག་ན་འཇོན་ཐང་རེད་མ་ཤི་ན་མ་ཤི་ནི་རེད་སྐད་རིགས་གཞན་པ་ཟེར་རེད་སོ་སོ་གི་མ་ཡུམ་གི་སྐད་དང་ཧ་གི་སྐད་འདི་ཕར་སྐད་མར་སྐད་ཅག་ཐག་སོགས་བཤད་མ་ཤེས་དུས་འཇིག་རྟེན་འདི་ནས་མྱི་གི་ཁྱད་ཆོས་གསོ་མ་ཚང་ནི་རེད་སྐད་ཆ་བཤད་མ་ཤེས་དུས་དེ་ཡི་སོང་དུས་གཞའ་ཡི་གི་སི་ར་རྒྱ་སྐད་འདྲ་ཟིག་བཤད་ན་ཟིག་ལོ་ལོ་ཡིན་ན་དགེ་རྒན་ཡིན་ན་ལྷག་ཏུ་ཡིན་གཅིག་མི་གཉིས་བཤིག་པ་ཧ་ར་བོ་སྐད་གི་ལང་ནི་ཐར་ཉི་ཚང་མོ་ཐར་ཉི་བརྒྱ་དག་དེ་རིགས་བཤད་རྒྱུ་དེ་ཤིན་ཏུ་དཀའ་ཆེན་པོ་ཟི་རེད་ཟིན་ནས།

དེ་ཕྱི་ཟིན་ཡོད་རེད་ཟེར་ན་རང་གི་ཕ་སྐད་མ་ཡིག་གི་ཐོག་ནས་ཡོན་ཏན་ཟེར་ག་གཏིང་ཟབ་མོ་ཟིག་ཤེས་ཚུལ་གི་དེ་ཡོན་ཏན་དུ་ཚུགས་ཐུབ་པ་ཟེར་ག་ཐུན་མོང་ཟིག་ཡོང་ནི་རེད་ད། ང་ཚོས་ཆུང་དུས་ནས་ཤེས་པ་ལོ་ལྟར་བདུན་གྱི་བརྒྱད་གི་བཅུ་ཀ་ཟིག་ག་ཐོན་ཚར་ཕྱིན་ཟིག་ག་སྐད་རིགས་གཉིས་པ་ཟིག་གི་ཐོག་ནས་ལྕགས་ཀྱི་ཐུན་མོང་ཟིག་བ་ཟེར་རྒྱུ་ལྕགས་ཀྱི་སྐལ་མོ་ཡིན་ནི་རེད་ད་དངོས་གནས་དྲང་ནས་བརྫིས་ནས་ང་རང་གི་ཕ་སྐད་མ་ཡིག་དག་གཞིར་བཟུང་དུ་ནི་དེའི་སྟེང་ནས་བརྡ་སྤྲོད་གི་ཡོན་ཏན་རྩོམ་རིག་གི་ཡོན་ཏན་ད་རུང་བ་ན་དེང་རབས་ཀྱི་ཚན་རིག་གི་ཡོན་ཏན་ལ་སོགས་པ་རང་གི་ཕ་སྐད་མ་ཡིག་གི་ཐོག་ནས་སློབ་རྒྱུ་ཤིན་ཏུ་གལ་ཆེན་པོ་ཡིན་ནི་རེད།

གསུམ་གྱི་ཐོག་ཁ་གསུམ་བཞག་ན་ཁྱི་རེད་དྲུག་རེད་དག་གནས་ལུགས་ཟིན། གསུམ་གྱི་ཐོག་ཁ་གསུམ་བཞག་ན་དྲུག་ཡིན་ནོ་དག་གནས་ལུགས་ཟིན་འདུག་དེ་གནས་ལུགས་དུ་གཞའ་ཡི་ཆ་ཀ་རྒྱ་སྐད་ཀྱི་བཤད་ནས་ཡག་གི་ན་བོད་སྐད་ཀྱི་བཤད་ནས་ཡག་གི་དུ་དྲི་བ་ཟེར་རེད་དག། རྒྱ་སྐད་ཀྱི་དུ་ཤོད་ད་གོར་ད་མམ་ཁྲོ་ལ་ཟེར་ནི་རེད་ད་ན་སྐ་ངར་ཟེར་ཡོང་ནི་རེད་ཡར་ཟིག་ག་རྒྱུད་ཐུབ་ནི་མ་རེད། དེ་གནས་ལུགས་དུ་བོད་སྐད་ཀྱི་ཐོག་ནས་ར་སྤྲོད་ད་ཤར་སི་ཤི་འཇོག་རྒྱུ་ཟེར་རེད།

འོག་གི་ས་སྐྱ་མཐོ་སྒང་གི་མྱི་འདི་ཐམས་ཅད་པོ་རྩིས་རིག་སློབ་ཅིག་གི་ཕྲ་ཕུང་དུ་མི་ཁ་ཟེར་ཡས་འདི་ཆིག་གི་རྩིས་རིག་གཏན་ནས་མི་ཤེས་གི་དང་འདི་ཆིག་གི་མྱི་གཅིག་གི་ནང་ན་རྩིས་རིག་དུ་མི་ཤེས་ཅིག་གི་ན་དོན་ཟེར་བའི་ལྡོ་ག་དུ་འཛིན་ན་རེད། དངོས་གནས་དྲང་གནས་བཤད་ན་རྩིས་རིག་མི་ཤེས་རྒྱུ་ད་ལྟའི་གི་སློབ་གསོའི་ལམ་ལུགས་འདི་རེད། དེང་སང་ཐབས་ལམ་དང་ཐབས་ལམ་གཉིས་ཡོད་ཟེར་གྱིས་འོག་གི་སྐད་ཡིག་དུ་འོག་གི་ཁུར་བོའི་ཐོག་ནས་ཁྲིད་ནས་གཞན་པ་ཐམས་ཅད་པོ་རྒྱ་སྐད་གི་ཐོག་ནས་ཁྲིད་ནས་དེ་གཉིས་ཐབས་ལམ་གཉིས་ཡོད་ཟེར།

ལམ་ལུགས་ཟེར་གི་འདུག་ཀྱོ་དེ་རིགས་གྲུབ་བཞག་འདུག་ན་ལམ་ལུགས་དེ་ངས་ཅིག་ལས་སླ་བོ་ཟིག་གི། ཡང་དེ་བཟོ་བཅོས་རྒྱག་ཐུབ་ནི་མ་རེད་གར་སྐད་འཇིགས་སྤྲོད་ཀྱི་ལམ་ལུགས་དེ་ནས་འཇོག་དགོས་དུས་འཇིགས་སྤྲོད་ཀྱི་སྟེང་ནས་གཡུལ་ཟུག་གོ་ནི་རེད་མ་རྗེས་མ་ཤ་ཡིས་ཆེ་གི་གྱོང་རག་འཇོག་ནི་རེད། འོན་ཀྱང་དེ་ཁུར་འོང་དང་གཏན་ནས་རྒྱག་མི་ཉན་གི་ང་ཅག་གིས་ལྷག་ཏུ་ཁྱེད་རྣམ་པའི་སློབ་གྲྭ་འདི་འདྲ་ཟིན་ན་ད་ལྟ་དག་གཞུང་གི་སློབ་གྲྭ་ཟེར་རིགས་དང་དང་བོ་གར་གྱི་རྨང་གཞི་ཚུགས་རྒྱུ་སྒེར་ཚུགས་རེད་ལ། སྒེར་ཚུགས་ཟེར་རྒྱུ་ཐོག་མའི་ཀུན་སློང་དུ་ལྷག་བསམ་དང་ཕུན་སེམས་ཀྱི་ཁྱེར་ཁྱེར་རང་ཅིག་ལུས་དགོས་གི་བསམ་མི་ལུས་ནི་རེད་ར། དེ་ཡིན་སོང་ན་ཁྱེད་རྣམ་པའི་སློབ་གསོ་གི་ཤོག་གི་ནས་ངོས་འཛིན་ཡག་ཤོག་ཐོབ་ན་ལི་ཀ་ཏན་ཏན་ཡག་པ་ལི་ཐབ་ནི་རེད་ར། སློབ་གསོ་བཟི་གི་འདུག་རྒྱུ་དེ་ཆ་རྐྱེན་ཡག་མི་ཡག་ལ་ལྕག་ཁྱིམ་རེ་ར་ཡོད་ནི་མ་རེད་ད་ཕྱིས་མཐུན་རྐྱེན་ཡག་པོ་བཟི་ཡོད་སློབ་ཁང་རྫིག་པོ་བཟི་ཡོད་ནང་གི་སྒྲིག་ཆས་ཆ་ག་རྫིག་པོ་བཟི་ཡོད་ན་སློབ་གསོ་ཡག་པ་ཡོང་ནི་ངེས་བ་ད་ད་མིན་ན་མི་ཡོང་ནི་ངེས་བ་ཡོད་ནི་མ་རེད་ད་ངོགས་སེམས་ད་དཔང་རྟགས་གི་ཐོག་ནས་གི་ཅི་གི་ར་འཕྲོ་ནི་རེད། རྒྱ་གི་ལོ་རྒྱུས་གི་ཐོག་ནས་སློབ་གྲྭ་བཟི་ག་ལྕག་ཁྱིམ་བཟི་ག་སློབ་བདུན།

གཞི་དྲུག་གི་བློ་གཟུགས་ཕར་ཕྱིར་འཇིག་རྫོགས་བཞག་ནས་དམག་འཁྲུག་འཇིག་རྫོགས་ངོ་ཤེས་ར་བོ་འཇོག་ཐུབ་ནི་རེད་དོན་དམ་པའི་སློབ་སྤྱི་དམ་པ་བདེ་སྡོད་ནི་མ་རེད་དེ། དེའི་སློབ་སྤྱི་དམ་པ་བོའི་རང་གི་སློབ་ཆེན་དུ་རྒྱ་ནག་གི་སློབ་གསོའི་ལོ་རྒྱུས་ཀྱི་ཐོག་གི་ངོ་མཚར་ཆེན་པོ་ཟིག་ལ་བརྩི་དགོས་ནི་རེད་ཧ་ལས་པ། དངོས་གནས་དྲང་གནས་ཀྱི་ཕྱོགས་ཀྱི་ནས་ཁྱད་ཆོས་ཅན་ཟིག་ལ་བརྩི་ནི་རེད། འཛམ་གླིང་གི་ལོ་རྒྱུས་ཀྱི་སྟེང་གི་ཆེས་ཧུར་བའི་སློབ་ཆེན་ཟེར་དགོས་ནི་རེད་ཆ་རྐྱེན་ཁྱོད་བརྩི་གི་ནི་མ་རྩ་ཁང་ཏག་ཏག་རྩ་ཁང་ཏག་ཏག་གི་ནང་ནས་བསྡད་ནི་ཡིན་ནི་རེད། ཤེས་རིག་སློབ་སྦྱོང་གི་ཐོག་ནས་དངོས་གནས་དྲང་གནས་གྲུབ་འབྲས་སླེབས་མྱོང་ནི་རེད་ཟེར་ན

རིག་པ་ས་ནི་རེད་གཞའ་ཡིས་མང་ཆེ་བ་ཟིག་ཕུགས་བསམ་ཡོད་ནི་རེད། རྒྱུས་མ། རྩོམ་རིག་གི་སློབ་དཔོན་ཆེན་པོ་ཆགས་ཆོག་ནི་རེད་ཆགས་མི་ཆོག་གི་རྒྱུ་མཚན་གང་ཡང་ཡོད་ནི་མ་ར་བཟང་པོ་ལང་གི་ནོ་པེར་གི་རྩོམ་རིག་གི་བྱ་དགའི་ལས་མཁན་ང་ཚོའི་ལུང་བ་འདིའི་ནང་ནས་མི་གཅིག་སུས་ཀྱང་ཐག་བཅད་ཐུབ་ནི་མ་རེད། འཛམ་གླིང་གི་དམངས་གཙོ་དང་རང་དབང་ཞི་བདེ་ལ་ཕན་ནུས་འདོན་མཁན་གྱི་སྤྱི་བའི་རླབས་ཆེན་པོ་ང་ཆོས་འདི་ནས་སྐྱེ་མི་ཆོག་གི་རྒྱུ་མཚན་གང་ཡང་ཡོད་ནི་མ་རེད། ཚན་རིག་མཁས་ཅན་གསར་གཏོད་ཀྱི་བློ་གྲོས་རྒྱལ་ཁབ་མཁས་པའང་ང་ཚོའི་འདི་ནས་སྐྱེ་སྲིད་གི་རེད། གནའ་རབས་ཀྱི་སྲོལ་རྒྱུན་གྱི་བོད་ཀྱི་མཚན་ཉིད་ཀྱི་གཞུང་ལུགས་དུ་སོང་མཁས་པ་ཡང་ང་ཚོའི་འདི་ནས་སྐྱེས་ཆོག་ནི་རེད་ང་ཚོའི་གཞུང་ནི་ཐམས་ཅད་པོ་ཤེས་པ་ཆུང་ཆུང་ཐམས་ཅད་པོ་དུ་མེ་ཏོག་ཁ་སྐད་ནི་འདྲི་ཟི་རེད་ར་འདི་ཡིན་ན་མ་འོངས་པ་དུས་ལྟ་བུ་ཟིག་གི་སོ་སོ་ཆགས་ཀྱི་ཕུགས་བསམ་ཟིག་འགོ་ནི་རེད་ར་ང་དེ་མི་ཆེན་པོ་ཟིག་ཡོང་ཐུབ་ང་རྗེས་མ་འཛམ་བུ་གླིང་ལ་སྐད་གྲགས་ཅན་ཟིག་གི་མྱུལ་ཟིག་ག་ཀློག་དགོས་འོས་གངས་ཅན་ན་སྐད་གྲགས་ཅན་ཟིག་གི་མྱུལ་ཟིག་ག་ཀློག་རྒྱུ་ཡིན་ནི་སོ་སོའི་མི་སྒེར་དང་ཁྱིམ་ཚང། ཡུལ་ལུང་དང་བཅས་པ་འདི་ག་རྒྱ་ཆེན་པོ་སྒྲུབ་ཐུབ་དགོས་སྒྲུབ་ཐུབ་མཁན་གི་མྱུལ་ཟིག་ཡོང་བསམ་གྱི་ཕུགས་བསམ་རྒྱ་ཆེན་པོ་བཅངས་ཟིག་གི་དེས། ཤེས་པ་ཆུང་ཆུང་ཡིན་འདུག་ན་མྱུལ་སུ་ཡིན་ན་དེ་འདྲའི་ཟིག་ག་འགྱུར་ཆོག་ཆོག་རེད་ར།

བྱེད་ས་ནི་ཞེས་གསུངས་ན་མི་རིགས་གཅིག་གི་འགན་འཁྲི་དང་དེའི་འབྲི་ར་ཡོད་ནི་རེད་ལ། སྤྱི་མཐུན་གྱི་ལུས་ཀྱི་དབང་གི་འཇིག་རྟེན་གྱི་སྲོག་ཆགས་ལ་ལ་ཟི་ཁིར་ཀ་ཁི་རེ་འདུག་ནི་རིགས་ཡོད་ནི་རེད་བསེ་རུ་ལྟ་བུ་རེད། ལ་ལ་ཟི་ཁོ་ཡིན་གཅིག་མི་གཉིས་ལོག་ལོག་ཡིན་འདུག་ནི་རེད་དཔེར་ན་རྐྱང་ལྟ་བུ་ཟེར་རེད་ཁོ་རྐྱང་འདྲ་ཟེར་ན། ལྷ་གཅིག་ག་ཁྱི་ཁྱི་ཡིན་ནི་འཇོག་གི་འདུག་ཅོ་རྒྱལ་ཁབ་ཀྱི་སྤྱི་ཁྱབ་རྡོ་རྫི་ནི་མ་རེད་ཁྲིམས་ཀྱི་རྡོ་རྫི་ནི་མ་རེད་རིག་གནས་ཀྱི་རྡོ་རྫི་ནི་མ་རེད་ཁི་རིག་ཁྱི་ག་ཁྱོད་གཉིས་ཀྱི་ལྷད་ན་ཚོགས་ཁ་ཡིན་མ་བསྡད་ན་འཚོ་བ་རོལ་ཤེས་ནི་མ་རེད། ལ་ལ་ཟི་ཁོ་ཁི་རེ་འདུག་ནི་རེད་སྲོག་ཆགས་ཀྱི་རིགས།

ཧོ་ཆ་དགའ་རྒྱུའི་བག་ཆགས་ཇི་སྲིད་འཇོག་ནི་རེད་ཟེར་ན། བྱིས་པ་ཆུང་ཆུང་ཆུང་ཆུང་འདུག་ད་ལྟ་འདུག་ཡི་གེ་ཟེར་ན་ཁྱོད་ཚོས་གང་ཞིག་གདའ་རྩ་བ་ཉིད་ནས་མི་ཤེས་གཉིས་ཀ། ཧོ་ཆ་གི་ཐོག་སྦྲང་རྩི་བྲིད་ན་གདའ་གཞའ་ཡི་སྐྱེས་གི་བདག་ག་འཇིག་ན་གཞའ་ཡི་ཆུང་ཆུང་འདུག་གཞའ་ཡི་གི་ཆུང་དུ་གི་སེམས་ན་ཧོ་ཆ་ཟེར་གྱི་འོ་ཏོ་སྐྱེས་གི་བདག་ནམ་མངར་མོ་ཟིན་ཏི་ཧོ་ཟིན་བསམ་ན་བྱིས་པ་ཆུང་ཆུང་འདུག་ནི་ཧོ་ཆ་དགའ་ག་འཇིག་ན་རེད།

གཞའ་ཡིས་དཔེ་ཆ་འགའ་འཇོག་རྒྱུའི་འོག་ནས་དོན་དག་མི་ཚེའི་ནང་གི་དོན་དག་ཟིན་ནི་རེད་ད་ག་ཁོ་ཚོས་དཔེ་ཆ་འདི་སོགས་ཆུང་དུས་ནས་ཡིད་བརྩེ་བ་བཞག་ག་འདི་འདྲའི་ཡི་གོམས་གཤིས་ཆགས་ག་འཇུག་ནི་རེད། ད་ནས་གཞའ་ཡིས་ཆུང་ཆུང་བའི་དུས་ནས་གཞའ་ཡིག་གི་ཁྱི་ཕོ་སི་གོ་གི་ཡོད་ན་ཆོག་གི་གོ་གི་མིན་ན་ཆོག་གི་ད་ཁོ་ཚོས་ཧ་མ་མང་ཆེ་བ་ཡི་གེ་ཤེས་མཁན་འདྲ། ད་ནས་དཔེ་དག་སྒྲུང་དག་སོགས་མང་ཆེ་བ་ཡི་གེའི་ཐོག་ག་དོན་ཡི་གེའི་ཐོག་ནས་སྒྲ་དག་མོ་ཡག་པ་ཀློག་ནི་ད་གཞའ་ཡིག་གི་སེམས་ནང་ཆུང་དུས་ནས་བག་ཆགས་འཇོག་ནི། ད་ཐམས་ཅད་པོ་འདི་འདྲའི་གི་དཔེ་ཆ་འགའ་རྒྱུའི་གོམས་གཤིས་དག་གསོ་སྐྱོང་རྒྱག་རྒྱུའི་ཟུར་ཡོད་ནི་རེད་ད། ད་ནི་ང་ཅག་འུར་འདྲ་འདྲ་ཟེར་ན་ད་འུར་ཟེར་རྒྱུ་སྤྱིར་བཏང་རྒྱ་ཆེན་པོ་རེད་ཏན་ཏིག་བཤད་མཁན་ཡང་མེད་པ་མ་རེད་ད་ད་ང་ཚོ་འདྲ་ཟེར་ན་བྱིས་པ་ཆུང་ཆུང་ཡིན་དུས་ཏན་ཏིག་གི་གོམས་གཤིས་འདྲ་བོ་འཇགས་ཐུབ་ནི་མ་རེད་ད། ད་སློབ་གྲྭའི་ནང་ཡ་ར་ཐོན་ཆེད་རོང་དུ་ནག་ཞི་ནས་ཡི་གེ་སྦྱངས་ནི་ད། དེ་མིན་སོང་ན་ད་བཞག་ཡག་ཤོས་ཀློག་ཀ་སྤྲོར་ནང་ཕྱི་ཟིག་ཡོང་དགོས་གི་ཟེར་ན། ད་ང་དེ་ཉམས་མྱོང་མེད་ནི་གི་ང་དུ་མ་འོང་ཟིག་ཟེར་མི་ཤེས་གི་ད་ད་ང་ཚོ་ཕག་འདྲ་འདྲ་ཟེར་ན། བཞག་ཡིན་དུས་ཡིན་གཅིག་མི་གཉིས་རི་མོ་དགའ་ནི་རི་མོ་ལྕགས་ཀྱི་སྙིང་རྗེ་མོ་ད་རི་མོ་ཡོད་རྒྱུ་དུ་བྱིས་པ་གི་ཁུར་གི་ཁྱད་ཆོས་ཟེར་གི་ཁུར་གི་སེམས་ཁམས་གི། དུས་ཐོག་སང་ཉིན་ནི་སྤྱིར་དངུལ་ཆ་ག་འོག་འོག་གི་ཐོག་ནས། བྱིས་པའི་དང་སེམས་ཁམས་དང་འཚམ་པའི་བྱིས་པ་སྤྲོར་སྣང་འདྲེན་པའི་རི་མོ་དང་ནང་དོན། དེ་ནི་ཡི་གེ་ཡོད་མཁན་གྱི་དཔེ་ཆ་ཧ་ཅང་གི་དཀོན་པོ་རེད། རེད་ད་དེང་སང། སྒྲུང་དང་གཏམ་རྒྱུད་དང་དཔེ་ཆ་ང་ཆུང་བ་རི་མོ་གི་ལམ་ནས་བྲིས་བཞག་ནས་དཔེ་ཆ་གང་ལ་གང་འཚམ་དུ་ཡོང་གི་ཡོད། ཡིན་གཅིག་མིན་གཉིས་ངུ་བལྟས་ན་དེ་འདྲའི་གི་དཔེ་ཆ་འབབ་པའི་སྒོ་ནི་རྩྭ་ནི་དང་གང་ས་གང་ཨ་ད་ཡ་རབ་མཚོར་སྔོན་ཕྱོགས་ནི་ཨ་རབ་མཚོར་སྔོན་ཕྱོགས་ནི་ཡིན་ན་རེ་མ་ར་ཁྲི་འདུ་སོགས་ཡིན་ན་རེ་ལྷ་ས་སོགས་ཡིན་ན་རེ་གང་ནས་ཡིན་ན། བྱིས་པའི་སེམས་ཁམས་དང་འཚམ་པའི་ཀློག་དེབ་ཉར་གྱིས་ཐོག་དང་རི་མོ་ཡག་པ་ཡོད་ནི་ཨ་ད་ཆེན་པོ་དཔེར་ན་འདི་ཨ་ན་ཁོས་ཙོག་ལྟ་བ། དི་འདྲིས་གི། ཀློག་དེབ་མང་ང་བསྒྲིགས་ནི་ད། ཀློག་དེབ་མང་ང་ཆེ་རུང་ན་རང་བཞིན་གི་དེ་རི་མོ་ད་དི་སོགས་དེ་ཁོང་ཚོ་སྤྲོར་གནང་མི་འགྱུར་རེད་བསམ་གི་ཁོང་ཚོ་སྤྲོར་གནང་ཐུང་ངུ་འདུག་དེ་བྱིས་ག་ཡག་ཡིན་ནི་ད་ད་ནི

དེ་ན་བདག་གི་ཅག། དེ་རང་གི་ད་དེ་ཙམ་ཡི་བཀྲ་ཤིས་བདེ་ལགས། ཨོ་ཡ།